ད་རྩ་ཆེན་གྱི་གྱེས་ཟེར་ཏེ་ག་རེ་ཟེར་ན་རྩ་མཆོག་གྲོང་ལ་ཡང་ཡོད་དེ་བས་ད་མི་དེ་ཚོར་རྩ་ཆེན་གྱི་གྱེས་ཟེར་ལབ་གི་འདུག་ཨ། ད་སངས་རྒྱས་རྩ་མཆོག་གི་གྲོང་མ་ལ་ཡེ་སའི་ཤིང་སཱ་ལའི་ནགས་ཁྲོད་ལ་ཡང་སྐུ་མྱ་ངན་ལས་འདས་ནས་སྐུ་མྱ་ངན་ལས་འདས་པའི་རྗེས་སུ་རྩ་ཆེན་གྱི་གྱད་དེ་ཚོས་ཀྱི་སངས་རྒྱས་ཀྱི་སྐུ་གདུང་ལ་ཡང་དང་པོ་སྐུ་ཁྲུས་ཕུལ། ད་དེ་ནས་རས་པའི་གསར་པ་གཙང་མ་དེ་འདྲས་ཀྱི་སྐུ་གདུང་བར་དཀྲིས་ནས། ཡང་ན་དེའི་ཕྱི་ལོགས་ལ་ཡང་རས་པའི་ལྔ་བརྒྱ་ཙམ་གྱི་རིམ་པས་ཤིན་ཏུ་དཀྲིས་པ་རེད།

ད་དེ་ནས་ལྕགས་ཀྱི་གྲུམ་བུ་དེ་ཡང་བསྐྱར་ཤིང་གི་སྤུར་སྒམ་བཟོ་བར་གྱིས། ཤིང་གི་གྲུམ་བུ་རིབ་ཆེན་པོ་སྤུར་སྒམ་འདྲ་བོ་ཞིག་བཟོས། དེའི་ནང་ལོགས་ལ་ཡར་བར་བཅུག། ད་དེ་ནས་ཤིང་གི་སྤུར་སྒམ་དེའི་འོག་ལ་ཡང་ནི་དྲི་བཟང་པོ་ཡོད་པའི་གི་ཤིང་སྣ་འདྲ་མི་འདྲ་དེ་འདྲ་མང་པོ་ཅིག་བརྩིགས། ཤིང་དེ་འདྲ་དུམ་བུ་དུམ་བུ་དེ་འདྲ་བརྩིགས། ད་སྐུ་གདུང་ཞུགས་འབུལ་བྱེད་དགོས་དུས་ས་ནས་དེའི་འོག། དེའི་སྤུར་སྒམ་དེ་ཤིང་གི་སྤུར་སྒམ་དེའི་འོག་ལ་ཡང་དྲི་བཟང་གི་ཤིང་མང་པོ་བརྩིགས་ནས་བཞག་བཞག་པ་རེད་བཞག་ཞོར་རེད། ད་དེ་ནས་སྐུ་གདུང་ཞུགས་འབུལ་བྱས་རེད་འདུག་ས་ནས་ཨ་ནེ་རྩ་ཆེན་གྱི་གྱད་དེ་ཚོའི་མགོ་ཁྲིད་བྱས་ནས་ཁོ་རང་ཚོ་རག་པ་ལ་ཡང་སྒྲོལ་མའམ་ད་ང་ཚོ་པན་པགས་ལ་སྐོར་བ། པན་པགས་ཁྱི་བྱས་ཨ་ནེ་དྲི་བཟང་གི་ཤིང་དེ་ཚོ་ལ་ཡང་མེ་སྒྲོན་པ་རེད། མེ་སྒྲོན་རྗེས་སྐུ་གདུང་ཞུགས་འབུལ་བྱས་མགོ་བཙུགས་ཡོང་དུས་ས་ནས

དེ་ནས་རྩ་ཆེན་གྱི་གྱད་དེ་ཟོས་ཀྱིས་ད་དེའི་རྒྱུ་མཚན། ད་དགོས་པ་ག་རེ་ཡིན་པ་དེ་ཧ་མ་གོ་བྱས་རྗེས་ནི་ཀུན་དགའ་བོ་ལ་དེ་ག་འདྲས་ཡིན་ནའི་རྒྱུ་མཚན་ག་འདྲས་ཡིན་ནའི་ཅེས་བཀའ་འདྲི་ཞུ་དུས་ས་ནས། ད་ལྷ་དེ་ཟོས་ཀྱིས་ང་ཚོའི་སྤར་བཞག་པའི་མེ་དེ་ཚོ་བསད་དགོས་པའི་རྒྱུ་མཚན་ག་རེ་ཡིན་ནའི་ཅེས་བཀའ་འདྲི་ཞུ་བའི་སྐབས་ལ་ཡང། ཨ་ནི་ཀུན་དགའ་བོས་ག་རེ་གསུངས་འདུག་ས་ན། འོད་སྲུང་ཆེན་པོ་དེ་ད་ལྟ་དགེ་སློང་ལྔ་བརྒྱ་དང་མཉམ་དུ། ཡུལ་སྡིག་པ་ཅན་དང་རྩྭ་མཆོག་གྲོང་གི་སྤར་བུ་ལ་ཡ།

ངས་རྗེས་ལ་ཡང་འདྲི་བཞིན་བཞུགས་ཡིན་འོ་དེ་གཉིས་ཀྱི་པར་རུ་ལ་ཡང་ཨ་ནི་འབྱུང་འགྱུར་ནི་ཕལ་དེ་ཡོད་རེད། བྱས་ཙང་ད་ཁོང་གི་འོད་སྲུང་ཆེན་པོའི་གི་ཐུགས་ལ་ཡང་ངས་སངས་རྒྱས་ཀྱི་སྐུ་གདུང་དེ་ཞུགས་འབུལ་མ་བྱས་གོང་ལ་ཡང་དེ་སྐུ་གདུང་དེ་ཅིག་མཇལ་ཐུབ་ན་བསམ་པར་བོ་མཇལ་ཨེ་ཐུབ་ན་བསམ་པར་བོ་དེ་འདྲའི་གི་དགོངས་པ་ཡོད་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས་ལྷ་དེ་ཚོའི་གི་འོད་སྲུང་གི་བསམ་པའམ་རེ་བ་ག་རེ་ཡོད་པ་དེ་མཁྱེན་བྱས་ནས་ཨན་ཁྱེད་རང་ཚོའི་པར་ཤར་བའི་མེ་དེ་མ

འོད་སྲུང་ཆེན་པོ་དེ་ཨན་དང་གི་ཀུན་དགའ་བོས་གསུངས་པ་ནང་བཞིན་གྱིས་ཁོང་དགེ་སློང་གི་དགེ་འདུན་ཆེན་པོ་ལྔ་བརྒྱ་དང་མཉམ་དུ་ད་ངས་ད་ངས་ཞུས་པ་ན་ཞེ་ཡང་ལྔ་བརྒྱ་ཟེར་ཡ་དེ་ཡང་འདི་ལྔ་བརྒྱ་དེ་ཏག་ཏག་ལྔ་བརྒྱ་ཡིན་དངོས་གནས་དྲི་ནས་པས་གཅིག་གཉིས་ནི་རྩིས་བྱས་ལྔ་བརྒྱ་ཡོད་ཡ་དང་ཡང་ན་གཅིག་མང་པོ་སྒྲུབ་བྱེད་ཡོད་ཙང་དེ་ལ་ལྔ་བརྒྱ་ཟེར་ལབ་བྱས་པ་ཡིན་ངས་དེ་བཞིན་དང་གོ་གསུངས་མི་འདུག་གང་ལྟར་ལྔ་བརྒྱ་ལྔ་བརྒྱ་ཟེར་མང་པོ་ཞིག་གསུངས་འདུག་བ་བྱས་ཙང་གང་ལྟར་ཡང

ལྗོངས་ཆེན་པོ་བཅུ་དྲུག་ས་ཡ་གཅིག་ཡོད་པ་རེད་ལྗོངས་ཆེན་པོ་བཅུ་དྲུག་འམ་ཡང་ན་རྒྱལ་ཁབ་བཅུ་དྲུག་ཡོད་པ་དང་སྐྱེ་བ་སྔ་མོ་རྒྱ་གར་ད་གཙོ་བོ་ཡུལ་དབུས་ལ་ཡིན་ས་རེད་ཡུལ་དབུས་ལ་ཡ་རྒྱལ་ཁབ་བཅུ་དྲུག་སུ་ཡོད། ད་རྒྱལ་ཁབ་བཅུ་དྲུག་སུ་ཡོད་པའི་ནང་ལོགས་ནས་རྒྱལ་ཁབ་གཅིག་གི་མིང་ལ་ག་རེ་ལ་གོ་རེ་ཟེར་ན་ཡུལ་མ་ལ་ཡ་ལ་གོ་རེད་མ་ལ་ཡ་ས་ཡ་གི་རྒྱལ་ཁབ་ཅིག་ཡོད་རེད་ད་མ་ལ་ཡ་ས་ཡ་གི་རྒྱལ་ཁབ་དེ་ལ་ཡ་གྲོང་ཁྱེར་གས་ཆད་གཉིས་ཡོང་དེ་ཡོད་གཅིག་དེ་ག་རེད་ཟེར་ན་ས་ཆོག་གྲོང་ཟེར་ཡ་དེ་རེད་གྲོང་ཁྱེར་གཅིག། གྲོང་ཁྱེར་གཞན་དག་དེའི་མིང་ལ་ཡུལ་སྡིག་པ་ཅན་ཡང། པུ་བ། པ་བ་ལ་གདོ་བ་པ་བ་ཞེས་བྱས་ལ་གོ་དོ། དིང་སང་ལ་ཡ། དིང་སང་དེ་ས་ཆ་དེ་ལ་ཡ། པ་བ་པུ་རི་ཡིན་ན་ཅི་ལ་གོ་ཡོད་ཟེར་པ་བ་པུ་རི་ས་ཡ་དིང་སང་དེ། ན་ལན་དའི District ན་ལན་དའི་གི་རྫོང་གི་མངའ་འོག་ལ་ཡོད་ས་རེད། བྱས་ནས་ད་གང་ལྟར་ཡང་སྐབས་དེ་དུས་ས་ནས། ཡུལ་རྩྭ་མཆོག་གྲོང་ཟེར་བ་དེ་དང་ཡུལ་སྡིག་པ་ཅན་ཟེར་བ་དེ་ད་ལྟ་ལྗོངས་ཆེན་པོ་བཅུ་དྲུག་གི་ནང་ཚན་ཡུལ་མ་ལ་ཡ་ཟེར་བ་དེའི་གི་ད་ག་ལ་རྒྱལ་ཁབ་དེའི་གི་གྲོང་ཁྱེར་གལ་ཆེ་ཤོས་རུ་གཉིས་ཆགས་ཏེ་ཡོད་རེད། བྱས་ཙང་སྐབས་དེ་དུས་འོད་སྲུང་ཆེན་པོ་དེ་ཨན་དེ་གྲོང་ཁྱེར་དེ་གཉིས་གི་པ་རུ་ལ་ཡ་ཨ་ནི་ཕ་བེ་ཚུལ་བེ་སྣང་བྱས་ལྗོངས་བརྒྱུད་ནས་ཕེབས་བསྡད་ཡོད་ཟེར་བ། ད་ཁོང་དེ་འདྲ་བྱས་ནས་ལྗོངས་བརྒྱུད་ནས་ཕེབས་བསྡད་པའི་སྐབས་ལ་ཡ།

ཞུས་འདུག། རྩ་མཆོག་གྲོང་རུ་ཡོང་བ་ཡིན་ཞུས་དུས་ས་ཨར་སངས་རྒྱས་དགོངས་པའི་རྩ་མཆོག་གྲོང་རུ་བཞུགས་ཡོད་ཙང་ཁོ་ལམ་སང་ཁོ་ཚོ་ལས་ཨ་ནེ་བདག་ཅག་གི་སྟོན་པ། ད་ང་ཚོའི་གི་སྟོན་པ་ཁྱེད་རང་ཚོས་ངོ་བཞིན་གི་ཡོད་བས་ཅེས་དྲིས་འདུག་ཨ་ད་ངོ་བཞིན་གི་ཡོད་ངོ་བཞིན་གི་ཡོད། དེ་དགེ་སྦྱོང་གོ་བོ་དམ་པ་འདིས་ང་ཚོ་ངོ་བཞིན་གི་ཡོད་ཁོ་ཚོ་གར་ཕྱི་རོལ་བར་བ་ནང་པ་མར་བ། ད་དེ་ནི་དེ་ནི་དེའི་རྗེས་ལ་འོད་སྲུང་གིས། སྟོན་པ་ད་ལྟ་འཇིག་རྟེན་དུ་བཞུགས་འདུག་ཨེས། སྐུ་འཚོ་ཞིང་བཞེད་པ་ད་གར་ད་ལྟ་སྐུ་གསོན་པོ་བཞུགས་འདུག་ཨེས་ཞུས། ཅེས་བཀའ་དྲིན་ནན་ཏུ་བསགས་ནས། ཨ་ནི་གུ་ཚོལ་གྱིས་ཨ་ནི་བཞུགས་མི་འདུག། སྐུ་མྱ་ངན་ལས་འདས་ནས་ཨ་ནི་ཕལ་ཆེར་ཞག་པོ་བདུན་ཟིན་ཕྱིན་སོང། ང་ཚོ། ད་གནས་ད་གར་ཨ་ནི་ཚུད་ཡོང་བྱས་ཨ་ནི་ད་ལྟ་ང་ཚོའི་ཁུར་འདེབས་པའི་མེ་ཏོག་དེ། སྐབས་དེ་དུས་མྱ་ངན་ལས་འདས་པའི་སྐབས་ལ་ཡང། མཆོད་པ་ཕུལ་བྱ་བའི་སྐབས་མེ་ཏོག་འགྲོ། དེ་འདྲ་ཡིན་བྱས་ཙང་དེར་ང་ཚོའི་ཁུར་དེའང་མེ་ཏོག་དེ་ནས་ཁུར་ཡོང་བ་ཡིན། ཅེས། འོད་སྲུང་འདི་འདྲི་ཞུས་དང། རྟགས་འོད་སྲུང་ལ་ཡང་སངས་རྒྱས་སྐུ་མྱ་ངན་ལས་འདས་པའི་གཏམ་དེ་གོ་དུས་ས་ན་འོད་སྲུང་ཆེན་པོ་ཐུག་མ་དགའ་བ་ཟེར་ན་འདྲ་ཐུག་ཅིག་སྐྱོ་བོ་རུ་བྱུང་ཡིན་པ་འདྲ་ད་ཡིན་ན་ཁོང་དགྲ་བཅོམ་པ་ཡིན་དུས་ས་ནས་ཞི་བ་གཅིག་ལྟ་ཡང་ང་ཚོ་མི་ཕལ་པ་ནང་བཞིན་ཅིག་ད་ཞི་བ་གཅིག་གིས་དགའ་ཞོར་བས་ཡིད་སྐྱོ་བ་དཔེ་མེད་ཅིག་དེ་ཡོང་གི་ཡོད་ས་མ་རེད་ད་ཡིན་ན་ཡང་དགེ། ཁོང་དང་མཉམ་འདོར་ཡོད་པའི་གི་དགེ་སློང་གི་དགེ་འདུན་དེ་ཚོའི་ནང་ལོགས་ལ་ཡ། ཡང་ཅིག་འདོད་ཆགས་དང་མ་བྲལ་བ་ཟེར་ན་འདྲ་འདུག་དགྲ་བཅོམ་པའི་དགོངས་པ་མ་ཐོབ་པ་དེ་འདྲ་གི་དགེ་སློང་དེ་འདྲ་མང་པོ་ཡོད་ས་རེད། ཁོ་ཚོས་གི་སངས་རྒྱས་མྱ་ངན་ལས་འདས་པའི་གནས་ཚུལ་དེ་ཐོས་པའི་རྗེས་ལ་ཡང། ད་དགེ་སློང་མང་པོ་ཞི་བོ་ཅིག་ང་ཚོས།

འཇིག་རྟེན་གྱི་མིག་ལོང་སོང། ད་ང་ཚོའི་གི་བསྟན་པ་འདི་ཡང་ཉམས་འགྲོ་ཡ་ཡིན་ས་རེད། བྱས་བྱས་ད་དེ་འདྲས་གི་གོ་རང་ཚོས་ངུ་འབོད་རེ་ཆེན་པོ་བྱས་འདུག། ད་ཡང་དགེ་སློང་ཁ་ཤས་ནི་ད་དང་གི་དེ་དང་གི་ས་ནས་འགྱེལ་ནས་དྲན་པ་ཐོག་སོར་བ། ད་དགེ་སློང་ཁ་ཤས་ནི་ཡང།

ད་ངུ་འབོད་ཞུ་འབོད་བྱས་བསྡད་པའི་སྐབས་འདི་འདྲའི་ཅིག་སྐབས་ལ་ཡ། དགེ་སློང་གི་ནང་ལོགས་ལ་ད་དགེ་སློང་མང་པོ་ཡོད་རོ་ད་དགེ་སློང་ལྔ་བརྒྱད་ཅུ་ཡོད་རོ་བ་ད་དེའི་ནང་ལོགས་ལ་ཡ། དགེ་སློང་ཉེ་དགའ་བསད་ཆོག། དགེ་སློང་ཉེ་དགའ་བསད་ད་ག་རེ་ཟ་ང་ཚོས་འདི། སངས་རྒྱས་ཀྱི་ད་དགེ་སློང་གི་ནང་ལོགས་ནས་ལྟོས་སུ་སྤྱོད་པ་གདུལ་བྱ་ཡོད་དེ་ངས་འདི་འདྲའི་ད་དགེ་སློང་སྐད་གྲགས་ཅན་དྲུག་བརྩི་ཆོག་ར་ད་དྲུག་སྡེ་ནས་ཅི་ལ་གོ་རོ་ད་དེ་དྲུག་སྡེ་ལ་གོ་རོ་བ།

ཁོས་ཁོ་ཡོང་ཡོང་བྱས་ཁོ་དེའི་གྲས་ལས་ཡོད་པ་ཡིན་ཙང་ཁོ་ཡོང་ཡོང་བྱས་ནས་ཁོ་ཚོར་སེམས་གསོ་བཏང་བྱས་དགེ་སློང་དག་ད་ཁྱེད་རང་ཚོ་གནས་བརྟན་ཁྱེད་རང་ཚོ་ད་བསླབ་པ་བསྒྲལ་བ་རེད་བ་བསླབ་པ་བསྒྲལ་བ་ཡིན་དུས་གནས་བརྟན་ཁྱེད་རང་ཚོ་དེ་འདྲ་གནང་རྒྱུ་ཡོད་མ་རེད། མྱ་ངན་བྱས་མཆི་མ་འདོན་རྒྱུ་ཡོད་མ་རེད་ད་འདོན་ནས་དགོས་པ་ཡོད་མ་རེད། ད་ང་རང་ཚོ་འགན་ཞུགས་ཟ་ཟ་ཟ་ད་ང་ཚོ་དང་པོ་ཆུང་དུས་ནས་རབ་ཏུ་བྱུང་བ་མ་ཡིན་པའི་ཆེད་ཏོ་ཟ་གན་གོ་ཆ་ཟ་བའི་སྐབས་ལ་ཡང་རབ་ཏུ་བྱུང་བསྡད་ཀྱོ་ད་དེ་ཚོ་ལ་ཡང་འགན་ཞུགས་ཟ་ཧོར་ད་ང་ཚོ་འགན་ཞུགས་ཚང་མ་ལ་རང་དབང་ཐོབ་པ་རེད་ད་ད་ང་ཚོ་རང་དབང་ཐོབ་པ་རེད། ངོ་མ་སངས་རྒྱས་བཞུགས་བསྡད་པའི་སྐབས་ལ་འདི་འགྲིག་པ་རེད་འདི་མ་འགྲིག་པ་རེད་ད་འདི་སྒྲུབ་དགོས་འདི་སྒྲུབ་དགོས་མ་རེད་ཅེས་རྫོགས་རྒྱུ་མེད་པ་གསུང་གི་ཡོད་པ་ད། ད་ཁོང་མྱ་ངན་ལས་འདས་ཚར་རེད་ང་ཚོ་རང་དབང་ཐོབ་ཚར་རེད། དེ་འདྲའི་དུས་ང་རང་ཚོའི་སོ་སོའི་གི་འདོད་པ་ག་རེ་ཡོད་པ་ནང་བཞིན་ད་ཁུ་བཞི་ཟེར་མ་ད་ང་རྒྱ་གར་གི་ལ་ཁུ་བཞི་བྱས་ནས་ག་རེ་ཡིན་ན་དེ་གང་ག་རེ་བྱེད་འདོད་ཡོད་ན་བྱས་ཆོག་རེད་ད་ག་སོ་སོ་ལ་འདོད་པ་ཡོད་པ་དེ་ཚོ་བྱས་ཁོ། འདོད་པ་ཡོད་པ་དེ་ཚོའི་ཁྲིམས་དེ་འདྲའི་འདོད་པ་སོ་སོ་གསུང་འདོད་ཡོད་ན་གསུང་གསུང་འདོད་མེད་ན་ཁོ། མ་མ་གསུང་ན་འགྲིག་གི་རེད་ང་ཚོ་སྐྱིད་པོ་ཆགས་ཚར་ད་ང་ཚོ་སྐྱིད་པོ་བཏང་དགོས་རེད། ངུ་ཡག་ག་བ་ཡོད་རེད་ལབ་ནས་ཁོས་ལབ་འདུག་བ། དེ་ལབ་དུས་སང་རེད་ད་དེ་ཁོའི་སྐད་ཆ་དེ་འོད་སྲུང་ཆེན་པོའི་གོ་བའི་རྗེས་ལ་ཡང་འོད་སྲུང་ཆེན་པོ། དང་པོ་ནི་དགའ་བོ་མེད་པའི་སྒང་ད་དུང་མ་དགའ་ཆགས་སེམས་མ་སྐྱིད་པའི་ཞི་བ་ཆགས་ཆེ། ད་གོ་ཅིག་སེམས་པའི་ཡིད་སེམས་འགྲོ་བ་འཁྲུལ་བྱེད་པའི། སེམས་ཐུགས་མགྱོགས་པོ་ཞི་བ་བྱུང་ཡིན་ཟེར་དེ་ལམ་སང་དགེ་སློང་དེ་ཚོ་ད་ཁྱེད་རང་ཚོ་མགྱོགས་པོ་མགྱོགས་པོ་དེ་དེ་འདི་བྱས་མ་དེ་ལམ་སང་ཁྱེད་རང་ཚོའི་གི་སོ་སོ་སོའི་གི་ཆོས་གོས་དང་ལྷུང་བཟེད་དེ་བཟུང་བྱས་ཨེ་ན་ང་ཚོ་འགྲོ་འོང་ས

གསུམ་པ་འགྲོ་བ་འདི་ག་རེད་ཟེར་ན། སངས་རྒྱས་འོད་སྲུང་གིས་སངས་རྒྱས་ལ་མཇལ་ཁ་ཐ་མ་ཞུས་ས་དེ་རེད། ད་མཇལ་ཁ་ཐ་མ་ཞུས་ས་མ་རེད་བདག་ཅིག་ང་ཚོ་ཕྱི་རྒྱལ་གྱི་ཅིག last good bye ཡིན་ན་ཅིག་ཟེར་ཅིག་སྐད་ཅིག་ཞོར་དུ་ད་དེའི་སོར་བཞི། ཨ་ནི། ད་དེ་ག་རེད་ཟེར་ན། ད་འོད་སྲུང་ཆེན་པོའི་གི་དགེ་སློང་ལྔ་བརྒྱ་དེ་ཁྲིད་བྱས། ཨེ་ནས་རྩྭ་ཤོག་གྲོང་ལ་ཡ། ཕེབས། ད་ལྟ་སངས་རྒྱས་ཀྱི་སྐུ་གདུང་བཞུགས་ས་དེ་རྩྭ་ཤོག་གྲོང་གི་གྲོང་ཁྱེར་ནང་ལོགས་ལ་ཡོད་ཟེར་མ་གྲོང་ཁྱེར་ཕྱི་ལོགས་ལ་ཡོད་ཟེར། བྱས་ཙང་དང་པོ་རྩྭ་ཤོག་གྲོང་ནང་ལ་ཡ་ཕེབས། ཨེ་ནས་གྲོང་ཁྱེར་གྱི་ཕྱི་ལོགས་ལ་ཡ་ཆུ་བོ་གསེར་ལྡན་ཟེར་ཡ་ཅིག་དེ་ནས་གི་ཆུ་ཞིག་ཡོད་རེད། ཆུ་དེ་བརྒལ་བྱས་ནས། དེ་ནས་སྐབས་དེ་དུས་ས་ནས་སྐུ་གདུང་ཡོད་ས་དེ་ཕ་ཅིའི་ཅོད་པན་བཅིངས་པའི་མཆོད་རྟེན་ཟེར་ཡ་དེ་འདྲ་ཅིག། ད་ཅིག་མཆོད་རྟེན་འདྲ་བོ་དགོན་པ་འདྲ་བོ་ཀུན་དགའ་ར་བ་འདྲ་བོ་དེ་འདྲ་ཅིག་ཡོད་ཟེར་ཨོ་ད་དེ་དེའི་ནང་ལ་ཡོད་པ་ཆད་ཨ་དེ་ལ་ཡང་སླེབས་དུས་ས་ནས་ཨ་ནི་ཀུན་དགའ་བོ་དང་མཇལ་འདུག་ག་ཨ་ནི་ལུས་ཟུངས་ཀྱི་ཀུན་དགའ་བོ་ལ་ཡང་ལམ་སང་བཀའ་བཀའ་འདྲི་གནང་བྱས་ན་ད་གལ་སྲིད་སངས་རྒྱས་ཀྱི་སྐུ་གདུང་དེ་ཞུགས་འབུལ་ཞུས་མེད་པ་ཡིན་ན་ཨ་ནི་ང་ཚོའི་གི་སངས་རྒྱས་ཀྱི་སྐུ་གདུང་མཇལ་འདོད་འདུག་ཟེར་བྱས་བྱས།

དེ་གང་ལྟར་ཡང་འོད་སྲུང་ཆེན་པོ་དེ་སངས་རྒྱས་ཀྱི་སྐུ་གདུང་ཡོད་སའི་གི་ཕྱོགས་དེ་ལ་ཡང་ཕེབས་ནས་སྐུ་གདུང་བསྡམས་པའི་ཐག་ཉེ་རུ་ཐག་ཉེ་བོ་སླེབས་པའི་སྐབས་ལ་ཡང། ཨ་ནེ། པུར་སྒམ་དེ་རང་བཞིན་གྱིས་སྒོ་ཕྱེ་ཡོང་རེད་ཟེར། མིག་གཞི་བདག་གི་ཕྱེ་མཁན་མེད་པར། རང་བཞིན་གྱིས་སྒོ་ཕྱེ་ཡོང་རེད་ཟེར། རང་བཞིན་གྱིས་སྒོ་ཕྱེ་ནས། ཨ་ནེ་སངས་རྒྱས་ཀྱི་ཞབས་དེ་ཡོར་བ་སངས་རྒྱས་ཀྱི་ཞབས་ཅིག། སངས་རྒྱས་ཀྱི་ཞབས་དེ་ཕྱི་ལོགས་ལ་ལྟོས་ཤིག། ཁྱབ་པ་རེད་ཟེར། ཁོ་རང་རང་བཞིན་གྱིས་ཐོན་ཡོང་རེད། སངས་རྒྱས་ཀྱི་ཞབས་རང་བཞིན་གྱི་མཐོན་ཡོང་ལུས་བསྲངས་ནས། གུས་གསུང་ཆེན་པོས་སངས་རྒྱས་ཀྱི་ཞབས་ལ་མཇལ་བའི་སྐབས་ལ་སངས་རྒྱས་ཀྱི་ཞབས་དེ་ལ་ལྟོ་ཟིག། ལྟོ་ཟིག་བཙོག་པ་ཆགས་ཡོད་རེད། གྲུ་མེད་ཡུ་མེད་བགོས་ནས་ལྟོ་ཟིག་བཙོག་པ་ཆགས་ཡོད་རེད། བཙོག་པ་ཆགས་ཡོད་དུས་སང་ཀུན་དགའ་བོ་ལ་ལམ་སང་ད་ཀུན་དགའ་བོ་ཉིན་རེར་བ་ཡང། སྐབས་རྒྱན་ཚང་མ་ཀུན་དགའ་བོའི་ཟས་གོ་རེད། ཕྱིན་ད་ཀུན་དགའ་བོ་ལ་ལམ་སང་བཀའ་འདྲི་གནང་འདུག་བ། སངས་རྒྱས་ཀྱི་སྐུ་དེ་ལྟ་ན་སྡུག་པ་པའི་གསེར་གྱི་མདོག་དང་མཚུངས་པ་དེ་འདྲི་གྱི་རེད།

སངས་རྒྱས་ཀྱི་ཞབས་ལ་ཡང་འོད་སྲུང་ཆེན་པོས་ཕྱག་འཚལ། ཨན་དེའི་རྗེས་ལ་སྐབས་དེ་དུས། ཅིག་དགེ་སློང་དང་དགེ་སློང་མ་དང་དགེ་བསྙེན་དང་དགེ་བསྙེན་མ། ཨ་ནི་ག་རེ་ཡིན་ན་ད་ཅིག་ལྷ་དང་མི་དང་ག་རེ་ཡིན་ན་དེ་ཚོ་ཚང་མས་ཀྱང་སངས་རྒྱས་ཀྱི་ཞབས་ལ་ཕྱག་འཚལ། ཨ་ནི་སངས་རྒྱས་ཀྱི་ཞབས། ཕྱག་འཚལ་བའི་རྗེས་ལ་ཡང་ཨ་ནི་སངས་རྒྱས་ཀྱི་ཞབས་དེ། ཡང་རང་བཞིན་གྱི་པུར་སྒམ་ནང་ལོགས་ལ་ཡང། ཡང། གར་སོར་ཅིག་མི་མངོན་པ་ཕྱག་ནས། ཨ་ནི་པུར་སྒམ་ནང་ལ་ཡང་འཛུལ་བའི་སོར་བཅད་བྱས། མི་མངོན་པ་ཕྱག་ཏུ་བ། ད་དེ་ནས།

རྗེ་ཨ་རབ་ཀྱི་སྐུ་སྣང་དེ་མེད་འགྲོ། ཨ་ནི་རུས་སྲུང་ཆེན་པོའི་གིས་ད། སངས་རྒྱས་ཀྱི། སྐུ་གདུང་མཇལ་ཚ། ཨ་ནི་ཞབས་ལ་ཕྱག་འཚལ་ཚ་བའི་རྗེས་ལ་ཡ། ཨ་ནི་སྐུ་གདུང་དེ་ཡང་མེད་རང་བཞིན་གྱི་འབར་སོང་རེད། ད། དེ་འདྲས་སོང་ཤག།